རྒྱུན་ལྡན་ནས་སུས་སུ་བྱེད་ཁ་མི་ཟིན་ནང་ལ་ཡ་སྦྱོང་ད་ཆེད་དུ་ཡེ་གི་དེ་འད་གི་སེམས་ལ་ཟུག་ཤོས་འགྲོ་གི་ག་རེ་བྱུང་སོང་སློབ་ཚན།
ད་སློབ་ཚན་ཚང་མ་ད་ད་གལ་ཆེན་པོ་ཞིག་རུ་ད་ཡེ་ནས་ད་ང་རང་ནང་ཆོས་ད། བྱེ་བྲག་འདི་ངེད་ལ་སྦྱངས་མ་མྱོང་དུས་ལས་སླ་ཤོས་དེ་ད་ལྟ་ལས་འབྲས་བསྐོར་ཏེ་ད་སྟོང་ཉིད་ད་དེ་འདྲའི་བསམ་བློ་བཏང་དུས་ད་དེ་སློབ་སྦྱོང་ཞེ་བོ་ཅིག་བྱས་ང་ལ་དེ་དཀའ་ལས་ཁག་པོ་འདུག་ད་ལས་འབྲས་དེ་ད་ང་རང་མི་དཀྱུས་མ་ཡིན་པའི་ཆ་ནས་ད་འདི་ལ་ཁ་ཞུ་བ་རེད་ད་མགོ་འཚོས་ཡ་དང་སོ་སོ་ལ་ཕན་ཐོགས་ཆེ་ཤོས་དེ་བྱུང་སོང་བསམ་གྱི་འདུག་ད་ལས་འབྲས་ཆ་བཞག་པ་ཡིན་ན་ད་ང་ཚོ་ནང་པ་སངས་རྒྱས་ཡིན་དུས། ད་ལས་ཀ་ག་རེ་བྱེད་ནས་སོ་སོའི་ལས་ཅིག་བྱེད་ནས་དེ་འབྲས་བུ་ཅིག་སྨིན་འགྲོ་དགོས་ར། དེ་ལ་དུས་ད་འཛམ་བུ་གླིང་ལ་ཆོས་ལུགས་མང་པོ་ཞི་བོ་ཡོད་རེད་ག་ཤེད་ཡག་པོ་བྱུང་ནས་གོར་གི་གནང་རེད་སྡུག་ཅག་བྱུང་ནས་གོར་གི་གནང་རེད་ལ་ནི་ཕ་བཞག་བཞག་ཡས་འཇོག་རེད་ད་ང་ཚོ་ནང་པ་སངས་རྒྱས་ཡོད་དུས་ལས་ཀ་ག་རེ་བྱེད་ནས་སོ་སོ་རང་གི་ད། བྱས་པའི་འབྲས་བུ་དེ་རེད་ད། དེ་ཆེད་དུ་ང་ལ་ལས་འབྲས་དེ་སོ་སོ་ལས་བསམ་བློ་བཏང་དུས་ད་ང་དགེ་བ་ཆེན་པོ་འདྲ་རེ་ཞུ་གི་མེད་ཡེ་ནས་དེ awareness དེ་སླེབས་ཀྱི་འདུག་ད། དེ་ཕྱིན་ནས་ད་ལས་འབྲས་དེ་སྐོར་ལ་ད་ཡག་ཤོས་ཅིག་དེ་བྱུང་ཡག་པོ་བྱུང་སྟེ་ད། དཔེར་ན་ཆ་བཞག་ན་ད་དགེ་བཤེས་རྣམ་དག་ལ་གསུང་ཡ་ལ་ལས་འབྲས་ལ Principle བཞི་ཡོད་རེད་དེ་འདྲ་གསུང་གི་འདུག་ར་ད་དེ་ལས་འབྲས་ཀྱི་རྣམ་གཞག་འདྲ་བོ་གསུང་གི་ཡོད་ས་རེད་ད་ལས་ལས་དེ་ལས་ངེས་པ་རེད་ད་དེ་སོ་སོ་ལ་ད་ཡོང་ཡ་རང Definite དེ་འདྲས་བྱས་ཨ་ནི་ལས་ལས་དེ་ད་ཕལ་ཕལ་ཆེ་གི་རེད་ད་ལས་ངེས་པ་ལ་ན་ད་ང་ཚོས་ཀྱི་སོ་སོ་ད་དཔེ་ཆ་བཞག་ན་དགེ་བཤེས་ལ་དེ་འདྲས་གསུང་གི་རེད་ང་ཚོས་མ་འབྲས་ཀྱི་བཏབ་ན་ཡར་འདྲེ་རང་སྐེག་ར་མ་གྲོ་ཅི་བཏབ་ན་ཡར་གྲོ་སྐེག་ར་ཏི་ལ་ཏོའི། བྱ་བ། དགེ་བ་ཅི་བྱེད་ན་འབྲས་བུ་བདེ་བ་ར་ཡ་བྱ་བ། སྡིག་པ་ཅི་བྱེད་ན་འབྲས་བུ་སྡུག་བསྔལ་ར་ཡ་ད་དེ་འདྲས་གསུངས་དུས་དེ་ཚོ་བསམ་བློ་བཏང་དུས་དཔེ་མཁས་པ་ཡོང་གི་འདུག་ཨ་ནི་དེ་ག་ལ་ད་རྣམ་གཞག་གཉིས་པ་དེ་ལས་ཕལ་ཆེ་བ་ལས་འདུག་ད། ཨེ་འདྲས་ཡིན་ས་རེད་ད་ང་ཚོ་ལས་འབྲས་དེ་སོ་སོའི་སེམས་པ་ལ་ད་འགལ་བ་ཆུང་ཆུང་ཅིག་མི་ཤེས་ས་མེད་བསམ་དགོས་ར་ས་མེད་བསམ་དུས་ད་དེ་འདས་བ་དེ་ཆུང་ཆུང་ཅིག་ར་ཡ་ཡ་སོ་སོའི་སེམས་པ་ལ་ཨོ་ད་སྡིག་པ་དེ་སྡིག་པ་དེ་ད་ངེད་ཀྱི་སྐྱག་རྫིན་བཤད་ཡིན་ད་དེ་ད་ཆུང་ཆུང་རེད་བསམ་ན་འདི་ཁ་ཅིག་རྒྱུ་དེ་སྡིག་པ་ཆེན་པོ་ཆགས་ཡ་ད་ད་ད་ཨེ་འདྲས་གསུང་གི་འདུག་དགེ་བཤེས་ལགས་ཀྱི་དཔེ་དེ་ལ་ང་ཚོས་ཀྱི། Apple སོན་ཅིག་མ་བཏབ་ན། མ་བཏབ་པས་འདི་ལྟར་འབྲུ་ཆུན་ཅུ་ཞིག་བཏབ་ར། ད་ཡིན་ནས་འདི་ལ་ཡ་འཕེལ་ཡ་དེ་སྡོང་པོ་སྐྱེས་སྡོང་པོ་ལ Apple བརྒྱ་ཉིས་བརྒྱ་དེ་འདྲས་འཕེལ་གི་ར། དེ་འདྲས་ལ་དུས་ད། སྡིག་པ་ཆུན་ཆུན་བྱེད་ནས་སོ་སོས་ཀྱི་ད། རྒྱུན་དུ་ཟབ་ས་བྱེད་ཡ་དེ་འདྲས་བྱས། ཨ་ནི་གསུམ་པ་དེ་ལ་འདི་གསུང་གི་འདུག་ད། ལས་དེ་ད་ཀུ་ས་ལ་གིས་ད་བྱ་བ་ཡག་པོ་ཞིག་བྱས་ཡོད་ན། དེ་གི་འབྲས་བུ་དེ་ང་ལ་སྨིན་ཡ་ཡི་མི་འདུག་ཨ། ད།